ད་གཙོ་བོ་གསར་འགྱུར་གྱི་ངོས་ནས་བསམ་བློ་བཏང་བ་ཡིན་ན་སོ་སོ་གི་གཅིག་ཕ་ཡུལ་རང་ནས་ཐད་ཀར་བལ། ཆུ་དང་རིག་གཞུང་དང་ཁྱད་པར་དུ་རྩོམ་རིག་དང་བོད་ཡིག་པོ་ཁི་དེ་ཚོ་ཡག་པོ་ཡོད་སྙམ་པའི་དེ་འདྲིའི་ངར་སྒྱར་དང། དེ་འདྲིའི་ཅིག་ཡ་ཡོད་རེད་སྤོབས་པ་ཡ་ཡིན་རྒྱུ་རེད། དེ། དཔེར་ན། ང་ཚོ་གི། དེའི་ཐོག་ནས་དཔེར་ན་གཞིས་ཆགས་དེ་ཚོ་གི་བསྒྲགས་སྐད་གཏད་ཚོད་ཅིག་བརྒྱབ་དུས་ཡང་ཨོ་ད་ལྟ་ཁོང་ཚོ་གི་དེ། ག་རེ་རེད་ཅི་ཟེར་རེད་ཟེར་ནས་ཕར་དེ་འདྲའི་ཞེའུ་ཅིག་རྫིག་རྫིག་ཡང་སྐྱེས་མྱོང་རེད། ཡིན་ན་ཡང་དེང་སང་ང་འདི་ལ་སླེབས་དུས་ཨོ་སི་ཀྲི་ལི་ཡར་ལྟ་བུ་ཡིན་ནའང་རྡ་རམ་ས་ལ་དང་འདི་འདྲ་ཡོད་པའི་སྐབས་སུ་དགེ་རྒན་ཡིན་པ་རྩོམ་པ་པོ་ཡིན་པ་ད་ཅིག་ཅིག་རྩོམ་འབྲི་མཁན་ཞིག་གོ་ར་རྩོམ་པ་པོ་ཡིན་མིན་མི་ཤེས་དེ་འདྲའི་ཡིན་པ་མང་པོ་ཞིག་འདི་སླེབས་ཚར་དུས་ཀ་ཁ་ཀ་ང་དང་བོད་བོད་ཡིག་པོ་ཁུལ་གྱི་གནས་སྟངས་དེ་ལོ་ངོ་དྲུག་ཅུའི་སྔོན་གྱི་རྒན་པ་དེ་ཚོ་གང་ཡང་དེ་གའི་བོད་ཡིག་པོ་ཁའི་མི་ཤེས་མཁན་དེ་ཚོ་གི་བུར་རྗེས་ལུས་རྦད་དེ་རྒྱུ་བ་ཡོང་འདུག་ད་ང་ཧང་ར་བོ་སངས་ཏེ་གཞི་ནས་དེ་འགྱོ་འགྱོ་ལྡུམ་ར་བོ་སངས་ལོ་སླེབས་གི་འདུག་དེ་དང།

ད་ངས་ཁྱེད་ལྟ་བུ་ཡིན་ན་རང་ཉིད་དངོས་གནས་ཀྱི་སྐུ་ཚེ་རིང་ལ་དེའི་ཐོག་ལ་ཕྱག་ལས་གནང་མཁན་གྱི་ཡིན་པའི་ངོས་ནས་བཀའ་མོལ་གནང་ཡག་གི་ཐོབ་ཐང་ཅིག་ཡོད་རེད་བསམ་འདུག་དེ་འདྲ་ཡིན་དུས་ང་ཚོ་ཕལ་ཆེར་གྱི་ལོ་ཚིགས་གཅིག་པ་ཡིན་པའི་བོད་ཀྱི་རྩོམ་རིག་གི་ཤེས་ཡོན་པར་གཏོགས་པ་དེ་ཚོ་བོད་དོན་ནི་མ་འོངས་པའི་དུས་ཐད་ལ་རང་གི་ཕྲུ་གུ་ཡིན་ན་འདྲ་རང་ངོས་ནས་ཡིན་ན་འདྲ་ཅིག་འགན་ཁུར་འདྲ་བོ་ཁྱད་པར་དུ་ཆོས་རྒྱུད་ནང་ཡོང་མཁན་དེ་ཚོ་ག་རེ་གོ་དགོས་ཀྱི་འདུག་ད། ཨོ། ཨོ། ཚེ་ཆེ། ད་དེས་ང་ལ་འཚོ་བ་དཔའ་སྣོམ་པོ་དང་འཚོ་བ་ཆེན་པོ་ཞེ་དྲག་ཡོང་གི་ཡོད་དེ་ལ། དེང་ཚེ་དུང་གྲགས་མ་སོན་ནས་བཟང་པོ་བཤད་ནས་དེ་སྔའི་རྡ་རམ་ས་ལ་བསྡད་ངེས་ཡིན་ན་དང་རྡ་ས་ཁག་ལ་བསྡད་ངེས་ན་བོད་པའི་སྐད་བོད་པའི་རིག་གནས་བོད་པའི་རྩོམ་རིག་ཞེ་དྲག་གལ་ཆེན་པོ་རེད། ཨ་ནི་དེ་མ་མེད་ན་ཨ་ནི་བཙན་བྱོལ་སྤྱི་ཚོགས་བཙུད་མ་བཙུད་དེ་ཡོད་མ་རེད་རྒྱ་གར་ཚེ་ལས་མ་ལས་དེ་ཡོད་མ་རེད་ཚེ་ནི་ཚོང་དོན་ལ་སྐད་ཆ་རྫུན་པོ་བཤད་གསང་སྤྱོད་ལ་སྐད་ཆ་རྫུན་པོ་བཤད་དྲི་བ་དྲི་ལེ་རྫུན་པོ་བཟོ་དེ་ངས་དེ་སོ

ཁ་ཕྱེ་ནས་མི་འདོད་རོ། ཕྱེ་ནས་ཁ་མི་འདོད། ཨ་ནི་སྐྱེ་ས་དེ་གི་ཕྱི་ར་ཕྱི་ར་ལ་འགྲོ་ཡ་མེད་ལ་ཡི་ས་རེད་ད་དེ་སྔའི་སྐད་ཆ་རྫུན་པོ་བཤད་ཚར་ཡ་དེ་ཚོ་དེ་ད་དེ་ཚོ་གང་ག་དེ་ཁོ་ཕྱི་ལུང་པ་ནས་སླད་འགྲོ་དེ་ག་ལ་གནང་ཤི་དེ་འདྲ་མི་འདྲ་ཆགས་འགྲོ་དེ་གདོང་གི་པགས་པ་དེ་ལ་ཁོ་ཅི་སྐྲ་པོ་དོག་དོག་ག་ར་ས་གོ་ར་ཐུག་པོ་འདྲ་མི་འདྲ་ཆགས་འགྲོ་ཡ་འགྲོ་དེ་གི་ཕྱི་ཁོ་ངོ་ཚ་ཡ་འདྲ་ཟེར་གི་གི་འུ་ས་མ་ཕ་ཡི་ར་དེ་ནི་ངོ་ཚ་ཡོང་གོ་ར་ངས་མ་རྫུན་པོ་བཤད་ཚར་འཇུག་དེ་ཚོ་གི།

དེས་སོ་སོའི་གྲྭ་པ་ཡིས་ཅག་ནས་ཚུད་ཡོང་ནས་སོ་སོའི་ཁྱིའི་རིན་དེ་ལ་བྱ་ཞིག་བྱིན་དེ་ནི་སོ་སོ་ལ་དཀའ་ངལ་འཕྲད་ཀྱི་མ་རེད་བསམ་པའི་སྡིངས་ཆའི་ཐད་ཀ་ནས་གལ་སྲིད་གྲྭ་པ་ལ་ཁྱི་མེད་ན། དེ་ནི་ཨེ། ཁ་ཞེ་དྲག་གི་ས་མ་རེད་བསམ་པ་ར་ཚོར་ཡོང་གི། ད་དེའི་གནད་དོན་ཅི་རེད་ད་གནད་དོན་སྨྱུག་པགས་དེ་ག་རེ་རེད་ཟེར་ན། ད་ང་ཚོས་ཤེས་ཡོན་པ་ཡིན་ན་འདྲ་མེད་ན་འདྲ་རྩོམ་པ་པོ་ཡིན་ན་འདྲ་མེད་ན་འདྲ་སྔས་མ་དང་ཐང་དྲལ་མར་ཐང་ཕྱི་རྒྱལ་ལ་བལ་བ་མང་པོ་ཞེ་དྲག་ཆགས་ཚར་དེ་ག་ལ། བོད་པའི་གི་སྒྲིག་འཛུགས་གཙོས་ཐོ་ཡ་དང་བལ་བ་མང་ཚོགས་བཅོ་ལྔ་ཉེར་བཞི་ཡོད་ས་ཅིག་ཡིན་ན་བཅོ་ལྔ་ཉེར་བཞི་དེ་སྤུ་གུ་ཐེ་ས་ཡ་མཉམ་དུ་རུད་ཅིག་བྱས་ནས་ལོ་ཁྲི་སོ་སོ་གི་ལོ་ཁྲི་བཟོ་ངའི་ཟོ་ལ་སྟེར་དགོས་ཀུ་ཡོད་ན་འདྲ་ད་དེ་སོང་དྲ་ཐོག་ནས་ལོ་ཁྲི་བཟོ་ཆོག་ལ་ངའི་ལོ་ཁྲུས་དྲ་ཐོག་ནས་ལོ་ཁྲི་བཟོ་ངའི།

ཨ་ནེ་དེ་ལ་གིང་ཇག་སེང་གེ་དང་ཙུན་ཐུང་སེང་གེ་དང་ཡག་རག་སེང་གེ་དང་གཟུངས་བཤད་སེང་གེ་དང་ཟས་གོས་སེང་གེ་དང་འཕགས་མ་ལ་སོགས་ཤིང་བཟོ་ཕུལ་བ་དེ་སོགས་གང་ག་ལས་ཀྱི་ལུས། དེ་སླད་ནས་བཞིན་པ་བྱས་ལ་པགས་པ་ཨ་མ་ཁོ་ར་སོགས་མི་ཚེ་དེ་ལ་ཁོ་ལྷིང་འཇགས་ཆེན་ཤེས་ཐོག་གི་འགྲོས་ལ་སྤུ་གུ་ཁོ་ར་ཡང་ཁོ་ར་གི་མི་ར་རྗེས་མ་དེ་སོགས་ལ་ཡང། དེ་ནང་བྱེད་ཀྱི་ཁོ་མ་རྒྱུད་ཐོག་འགྲོ་དེ་ག་ལ་སུ་སི་མི་བཙོང་ནོར་ལ་ཞི་བདེ་ལྷིང་འཇགས་ཡོང་གི་རེད་གལ་སྲིད་དེ་འདྲས་མེད་ན། པགས་པ་དང་ཨ་མ་སྤུ་གུའི་བར་ལ་འབྲེལ་བ་ཆེ་ནས་མེད་མཁན་ཆགས་ཕྱི་རྒྱལ་ནང་བཞིན་ཆགས་སོང་ན་སྤུ་གུའི་བློ་སྦྱོང་ག་ཚོད་ཡོད་ན་མེད་ན་ཡང་ཨ་མས་ཕ་མ་ལ་ཕན་ཐོགས་མེད་ངས་ཕ་མ་ལ་དཀའ་ངལ་སྤྲད་མཁན་ཞིག་ཡིན་རུང་དེ་འདྲའི་ཆགས་ཡ་དེ་ཚོ་གང་གཱ་རི་ནི་དང་གོ་ཤིས་ནི་འབྲེལ་བ་ཞེ་དྲག་འདུག་སྤུ་གུ་ཆུ་ཤུར་བསྐོན་ནས་ཟླ་རང་ས་ལ་ཟླ་བ་གཉིས་དེ་གཉིས་དེ་ཚུད་བཏང་ནས་བཞག་བཞག་ན་དང་པོ་བལ་པ་མི་རིགས་དེ་སོགས་དེ་འདྲི་ཞིག་ཆགས་ཀ་རེད་བལ་པའི་སྐད་བལ་པའི་རིགས་རྒྱུད་བལ་པའི་གོ་སོགས་དེ་ནི་བལ་པའི་ནང་ཆེས་དེ་སོགས་གང་གཱ་ཤུལ་ཆེན་ངེས་ཅན་ཐད་ལོ་རེ་རེ་རེ་རེ་ཤུལ་རྒྱལ་དེ་འདྲ་དེ་ཡ་ཆེན་པོ་ཆགས་འོང་དེ་ག་ལ་ད།

མཉམ་རིག་གི་ཐོག་ནས་སོ་སོ་སྡེ་ས་དེར་མི་མང་པོ་ཡོད་ན་མང་པོ་སྙོག་རིགས་མང་པོ་མེད་ན་མ་ཚོམ་ཁ་ཤས་མ་ཚོམ་མེད་ན་དེ་མཉམ་རིག་ཆེས་ཆེ་ནས་དྲ་རྒྱའི་ཐོག་ནས་སློབ་ཁྲིད་བཟོ་ཡག་དང་དེ་ནས་གཟའ་ཉི་མ་ཉི་མ་ཟླ་བ་ཟླ་བ་འདི་འདྲའི་གང་ག་ལ་སྙོག་དེ་ཚིག་བཟོ་ནས་སྒྲུང་བཤད་ཡག་དང་རྩེད་མོ་བྱེད་ཡག་དང་གཞས་གྲགས་ཡོང་གི་དེ་འདྲའི་ལ་བཟོ་དགོས་ན་ཕན་གལ་ཆེན་པོ་རེད་ཅེས་དྲན་གི།

ཁོང་ཁྲོ་དང་ཟ་འགྲོ་དེ་ཁོང་ཁྲོ་ཟ་ར་བྱེད་དགོས་ཡ་ཆེ་མི་ལ་རོགས་ཟ་ག་ཟེ་རེད། དེ་ང་ཚོ་ཚོར་བ་དེ་དང་བསམ་པ་གི་སྟེང་ནས་ནི་དངོས་གནས་ང་ཚོ་ཚང་མ་གི་དེ་ཤ་ཞེན་ཅིག་དང་དེ་འདྲའི་ཚོར་བ་ཅིག་གི་སྟེང་གི་སོང་གི་ཡོད་དེ་གི་དེ་ཅང་དེ་ཅིག་ཕར་ཆེར་དྲ་བཟོ་ཅིག་དང་ནི་བསྐུར་མ་ཅིག་མ་ཆག་ན་གཞན་པ་མིག་སེར་གི་དེ་གི་ཁྱད་པར་དུ་རྐང་ཚག་སྒེར་གཤིབ་དྲག་པ་རྒྱུ་མཚན་འདི་ཤེས་ནི་བཤད་གི་མེད་པ་ཡིན་ཙང་ག་ཉིད་ལ་ཉེས་ཁ་རེད་རེད་རེད།